ད་ལྟ་འདི་ནས་ཉམས་ཞིབ་པ་ཀླུ་མཁར་བྱམས་ཀྱིས་བཀའ་གནང་བ་གཞིར་བཟུང་གིས་འདི་ཐོག་ལ་ཡིན་ན་བསམ་ཚུལ་གཅིག་གཉིས་ཅིག་ཞུ་ཡས་ཡོད། ག་རེ་ཟེར་ན་ད་ལྟ་ཁོ་རང་གིས་ག་རེ་གསུངས་སོང་ཞུས་པ་ཡིན་ན་མ་འོངས་པའི་བཀའ་བློན་ཁྲི་པ་འདི་ཨ་ནི་རང་བཙན་གྱི་ལྟ་བ་ཡོད་ངེས་ཅིག་ཨ་ནི་ངེས་པར་དུ་དགོས་ཀྱི་ཡོད་པའི་གི་སྐོར་ཅིག་འདི་ཅིག་གསུངས་སོང། དེ་འདྲས་ཅིག་གསུངས་པ་ཡིན་དུས་གང་ལ་ད་ལྟའི་སྐབས་སུ། མ་ཆོག་པ་གང་ཡང་ཡོད་མ་རེད། ཡིན་ནའང། དེ་དེའི་སྔོན་ལ་ཨ་ནེ་ཅིག་ག་རེ་དགོངས་པ་བཞེས་གནང་དགོས་སྐོར་བསམ་ན། ང་ཚོའི་དེ་ཐོག་ལ་དེ་འདྲས་ཅིག་ཡིན་པ་ཡིན་ན་སྲིད་ཇུས་ངེས་པར་དུ་ཨ་ནེ་ཅིག་འགྱུར་བ་བཏང་དགོས་ཀྱི་ཡོད་པ་ཅིག་ཆགས་བསྡད་པ་རེད། ད་ལྟའི་བཙན་བྱོལ་བོད་གཞུང་གི་སྲིད་ཇུས་ལངས་ཕྱོགས་ཅིག་ཞུས་པ་ཡིན་ནི་རེད། དེ་ཡང་ཨ་ནེ་ཅིག་གྲོས་ཚོགས་ཀྱི་ཐོག་ནས། ཨ་ནི་སྡུག་ཅིག་གི་སྒྲོས་བཞག་དགོས་ཀྱི་ཡོད་པ་ཡིན་དུས། ཨ་འདིའི་ཐོག་ལ་ད་ལྟ་འདི་གསུངས་པ་ཡིན་པ་ཡིན་ན་ཁོ་རང་གིས་གསུངས་པ་ནང་བཞིན་གྱི་ནི། ཅིག་ཡོང་ཡ་དང་དུས་ཚོད་ཀྱིས་ཨ་ནི་ཅིག་ག་འདྲས་རོགས་ཅིག་ཆགས་ཀྱི་རེད་ཟེར་ལམ་དེ་འདྲས་ཀྱི་ཐོག་ནས་ཅིག་འདི་ཅིག་ཞུ་ཡ་ཡིན། དེ་ཅིག་བྱས་ཨ་ནི་ད་ལྟའི་ང་ཚོའི་སྲིད་བྱུས་ལངས་ཕྱོགས་འདི། ཨ་ནི་ལམ་དབུ་མ་ཆགས་བསྡད་ཡོད་རེད། དེ་འདྲས་ཡིན་དུས་སྐབས་ལ་ཡ། ཨ་ང་ཚོའི་ད་ལྟའི་གི་སྐབས་སུ། རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་འགྲོས་དང་བསྟུན་པས་ང་ཚོའི་ད་ལྟའི་གི་སྲིད་ཇུས་སྲིད་ཇུས་དེ་ནི་ཅིག་དེ་ལས་ལྷག་ཅིག་དུ་མེད་པ་དང་སྲིད་ཇུས་དེ་ནི་ཡང་དག་པ་ཅིག་ཡིན་པ་དང། རྒྱལ་སྤྱིའི་གི་ཐོག་ལ་ཡིན་ན་དེ་གི་གྲུབ་འབྲས་ཐོན་འོས་པ་ཅིག་ལ་ཡང་སོ་སོ་གི་ངོས་ནས་ཡིན་པ་ཡིན་ན་ནི་ངོས་འཛིན་ཞུ་ངེས་ཅིག་ཡིན། དེ་འདྲའི་ཡོད་དུས་གང་ལ་ད་རང་བཙན་གྱི་ནི་ཅིག། དགོངས་པ་ཞེ་ངེས་ཅིག། དེ་འདྲའི་སྒུག་གི་ཡོད་པ་ཡིན་པ་ཡིན་ན། ཨ་སྲིད་ཇུས་དང་ག་རེ་གི་ཆ་ནས་ཡིན་པ་ཡིན་ནའི་ད་ལྟའི་ཨ་ནི་ཅིག་གྲོས་ཚོགས་ཀྱི་ཐོག་ནས་ང་ཚོའི་སྲིད་ཇུས་ལངས་ཕྱོད་དེ་ལམ་དབུ་མ་རེད་ཨ་ད་ཚོ་འགྱུར་བ་འགྲོ་དགོས་རེད་མ་ད་ལྟ་དེ་སོང་བ་ཙམ་གྱིས་ཨ་ནི་ཅིག་གར་སུ་གི་རེད། གང་ཡང་ཅིག་ཐོན་ཡ་མེད་པ་ཅིག་འདུག་སེ་ཅིག་བྱེད་གི་རེད་ཞུ་ཡ་ཡིན།
ད་ད་ལྟ་ང་ཚོའི་བཙན་བྱོལ་བོད་མིག་གི་བཅའ་འཁྲིད་འདི། ཨ་ནི་གཞི་རྩ་གྲོས་ཚོགས་ལམ་ལུགས་ཀྱི་ཐོག་ལ་བཞག་ཡོད་རེད་དེའི་ང་ངོས་འཛིན་དེ་ག་རང་ཞུ་གི་ཡོད། ཡིན་ན་ཡང། བཀའ་ལན་དྲིས་པ་དེས་ཨ་ནི་སྲིད་འཛིན་ལམ་ལུགས་ཀྱི་འདེམས་སྒྲུག་བྱེད་སྟངས་ནང་ཕྱིན་པ་ཇི་ཏན་ཏན་ཆགས་ཡོད་རེད་དེ། ད་ཡིན་ན་ཡིན་ཟེར་གང་ལྟར་ང་ཚོའི་དམ་འཛིན་པ་ཚོ་ལ་ཡང་གྲོས་ཚོགས་ལམ་ལུགས་འདི་བསྐྱར་འགྲན་གྱི་ནང་ལ་ཤུགས་ཆེ་བ་ཡོད་རེད་ཁ་ལེན་ཁྲིད་པ་ཙམ་རེད་མ་དེ་འདྲ་ཡིན་པ་ཡིན་དུས་ངས་གྲོས་ཚོགས་ལམ་ལུགས་ལས་ངོས་འཛིན་བྱེད་ཀྱི་ཡོད་འོན་ཏེ་ཁོང་དབང་གིས་སྲིད་འཛིན་ལམ་ལུགས་འདྲ་པོ་ཆགས་ཡོད་རེད་གསུང་ཡ་དེ་ཡང་ཁ་ལེན་ཁྲིད་པ་འོས་བསྡུ་བྱེད་ཕྱོགས་དང་གནད་དོན་གྱི་ཐོག་ལ་ཡ་གཏན་གཏན་དེ་འདྲ་པོ་བརྗོད་ཡོད་རེད་དྲན་འདུག།
ད་ད་ཡིག་བསྡུས་དོན་འདི་སྐར་མ་ལྔ་ཡིན་དུས་སྐར་མ་ལྔ་ནང་ལ་ཡང། གཅིག། ཞིབ་ཕྲ་དུ་དམིགས་བསལ་ཞུ་ཡ་གལ་བྱུང་མ་སོང་ཡིན་པས་ནས་ད་གི་འདི་གི་གསུང་བཤད་གང་ལ་གཏམ་བཤད་དེ་མུ་མཐུད་ནས་བྱེད་ཡ་མེད་རྒྱུ་མཚན་གང་ཡིན་ཟེར་ན། ད་ཁོ་གནས་ཚུལ་གཅིག་རེད་ད་ད་ལྟ་ང་ཚོ་དེ་བགྲོ་གླེང་གི་དུས་ཚོད་ཡིན་དུས་པ་ནས། ད་འདི་པར་དེར་ཡང་ཨ་ནེ། བསམ་ཚུལ་གཅིག་གཉིས་བྱུང་སོང་དམིགས་བསལ་ད་ད་ནས་བློ་བཟླ་གི་ད་གི། བསམ་ཚུལ། ད་ནི་དམངས་གཙོ་ཚད་ལ་ལྡན་པ་དང་དམངས་གཙོ་ཚད་མཐོ་བོ་དང་དམངས་གཙོ་ཡང་དག་པ་སྲུང་ཡ་དེའི་ཐོག་ལ་ང་རང་བསམ་ཚུལ་གཅིག། མི་མང་ལ་ཡང་ཞུ་འདོད་བྱུང་སོང་ཟེར་རྩིས་ཞུ་ཡ་ཡིན། འདི་རྣམས་ལ་ཡང་ད་དྲང་རྩ་བའི་སློབ་གྲྭ་ལ་གསུང་ཡ་དང་བདེན་པོ་རེད། ལམ་ལུགས་གཅིག་གི་ཐོག་ནས་ང་ཚོ། ད་རྒྱ་ནག་ལ་དམངས་གཙོ་ལམ་ལུགས་ཡོག་མ་རེད་ང་ཚོ་དམངས་གཙོའི་ལམ་ལུགས་གར་ཤར་སྐྱོད་བྱེད་ཀྱི་ཡོད་ཚད་བྱས་སྤོབས་པ་ཆེན་པོའི་ཐོག་ནས་ལབ་ཀྱི་ཡོག་རེད་རྒྱ་ནག་ལ་ཁ་རྡུང་གཏང་གི་ཡོག་རེད་ང་ཚོ་ལས་རྒྱབ་སྐྱོར་བྱེད་ཀྱི་ཡོག་རེད་འདི་དངོས་ཡོད་གནས་ཚུལ་རེད། ཡིན་པས་ནས་ང་ཚོ་དྲང་པོ་དྲང་ཤག་བྱས་དངོས་གནས་དྲ་གནས་མ། གཅིག་མ་གཞི་རིམ་མི་མང་ནང་ལ་མ་གཅིག་བལྟས་པ་ཡིན་ན། ངེད་ཀྱི་ལྟ་ཚུལ་ལ་ང་ཚོ་ད་ལྟ། དམངས་གཙོ་ཚད་དང་ལྡན་པ་དང་དམངས་གཙོ་ཡང་དག་པ་ཞིག་ལ་ངོས་འཛིན་བྱེད་ཀྱི་རེད་ཟེར་ན་ངས་རྩ་བ་ཉིད་ནས་ངོས་འཛིན་བྱེད་ཐུབ་ས་མ་རེད། རྒྱུ་མཚན་ག་རེས་ལབ་པས་ན། ད་ལོ་ལྔ་བཅུ་ཕྱིན་ཚར་རེད། ལོ་ལྔ་བཅུ་འདིའི་ནང་ལོགས་ལ་ཡང་ང་ཚོའི་སྤྱི་ཚོགས་ལ་ད་འདོད་དམངས་གཙོའི་གི་འགན་འདི་ཧ་གོ་གི་མི་འདུག་ག། འགན་འཁྱེར་ཐུབ་ཀྱི་མི་འདུག་ག། འགན་འདི་ངོ་སྤྲོད་བྱེད་ཐུབ་མཁན་གྱི་ཨ་ནི་ཚོགས་པ་ཁག་དང། ཨ་ནི་བོད་གཞུང་ཡིན་ན་རེད་ག། ཡིན་ནའི་ག་འདིར་འདི་ལས་གོ་རྟོགས་སྤེལ་ཡ་དེ་ཉུང་དྲགས་འདུག་ག་དུས་ནས་སྐད་རྒྱབ་ཀྱི་ཡོད། སོང་ཙང་མི་མང་གི་དང་དུས་དམངས་གཙོ་ཟེར་དུས་ག་ནས་མང་པོ་ཞིག་གིས་ཤེས་ཀྱི་ཡོང་མ་རྟིང་དོན་དེ་ཚོད་རེད། ཤེས་མཁན་ཡོད་རེད་བརྒྱ་ཆ་བརྩིས་པ་ན་བརྒྱ་ཆ་ཉུང་ཉུང་རེད། ནས་བརྒྱ་ཆ་མང་བ་དེ་གིས་དམངས་གཙོ་སྐོར་ཤེས་ཀྱི་ཡོང་མ་རེད་དེ་གོང་ཞུས་པ་ན་བཞིན་མི་མང་གིས་སོ་སོའི་བདམས་པའི་སྤྱི་འཐུས་ངོ་མ་ཤེས་ན། དམངས་གཙོ་ཚད་ལྡན་པ་ག་ཡང་མ་རེད། ད་འདི་ཚོད་ཚོད་འདི་ལ་ཡང་འདི་གཅིག་པོ་ཙམ་འདི་ལ་དཔེ་མཚོན་གཅིག་རེད། དམངས་གཙོ་ཚད་ལྡན་པ་དང་དམངས་གཙོ་ཡང་དག་པ་ཆགས་ཡག་ལ་དམངས་གཙོ་ཡང་དག་གི་ལམ་ལ་འགྲོ་ཡག་ལ་ང་ཚོ་ཆ་རྐྱེན་མང་པོ་ཞིག་ཚང་དགོས་རེད། ཆ་རྐྱེན་དེ་གའི་དེའི་ང་ཚོ།